འདིའི་སྐོར་ལ་མ་ཁ་སང་ངས་ཅིག་ཞུས་པ་རེད་འདི་གིས་ཕན་ཐོགས་ཆེན་པོ་བྱུང་སོང། ཅིག་ན་ཚ་འདི་གིས་ཅིག་གནས་ལུགས་དང་ག་འདྲའི་ཙམ་གྱིས་ཉེན་ཁ་ཆེན་པོ་ཡོད་མེད། འོ་དེ་འདྲའི་སྐོར་ལ་ཕན་ཐོགས་ཅི་ཞིག་བྱས་གང་ནས་ཕན་ཐོགས་ཆེན་པོ་བྱུང་སོང་དེ་འདྲ་གསུངས་འདུག་འདི་ལ་དྲ་ལས་ཕྲན་བུ་ཅིག་ཡང་དྲ་རྒྱས་པ་དེ་འདྲས་བཤད་ཡ་ཡོད་ན།

ཨེ་ནི་བོད་པའི་གཞིས་ཆགས་ནག་པོ་སོ་ཡག་གི་བཀའ་མོལ་དེ་འདྲའི་རིགས་མ་འོངས་པ་ལ་ཨེ་ནི་སྒང་ལ་ཞུ་ངན་བཙུག་གི་ཡིན་གཅིག་མི་གཅིག་ཐུགས་འགན་བཞེས་རོགས་གནང་ངས་ལག་གཉིས་ཐལ་མོ་བཞག་ནས་ཞུ་ཡ་ཡིན་དང་གོ་ག་རེ་གསུངས་སུ་ལབ་པ་ཡིན་ན་ཨེ་ནི་ད་ལྟ་ད South Africa ནས་ཐོན་པའི་ཨེ་ནི་ཀོ་བིར་བཅུ་དགུའི་ངོ་ད་ལྟ་གཅིག་གསར་ཤོས་ཨེ་ནི Omicron འདི་བོད་པའི་གཞིས་ཆགས་ཨེ་ནི་གདན་ས་ཁག་ཡོད་ས། འོ་འདི་འདྲས་སོང་གི་འདུག་འདི་འདྲ་སོང་ཙང་འདི་བཀའ་མོལ་འདི་དངོས་གནས་ཁོ་རང་གི་ཚབ་ཆེན་པོ་ཤོས་ཅིག་རེད་ད་ལྟ་བོད་པའི་གཞིས་ཆགས་ཁག་ལ་ན་ཚ་འདི་རྩ་བ་རང་ནས་སླེབས་ཡོད་མ་རེད། བོད་པའི་གཞིས་ཆགས་ག་པར་ཡིན་པ་ཡིན་དེ་འདྲ་བརྟག་དཔྱད་གནང་ལ་དོན་ཡོད་མ་རེད་འདི་འདྲ་སོང་ཙང་བརྟག་དཔྱད་གནང་ལ་དོན་མེད་པ་ཡིན་ན་མེད་པ་ཅིག་ལ་ངོས་འཛུན་ཞུས་བསྡད་ཀྱི་ཡོད་རེད་འཛམ་བུ་གླིང་གི་འགྲོ་སྟངས་ལ་འདི་འདྲ་སོང་ཙང་རྣམ་པ་ཚོ་གི་བཀའ་མོལ་འདི་འདྲས་གནང་ཡིན་ན་ཧང་སང་ཡག་གི་རྣམ་པ་ཚོ་གི་ཟེ་མོ་བཙན་རྒྱུག་འདི་ལྟ་ངན་མང་ང་ལོ་ན་བགྲེས་པ་རེད།

བོད་པའི་སྤྱི་ཚོགས་ཀྱི་རྐང་པ་ནས་འཐེན་ཡག་གི་ནི་ཀུན་སློང་མེད་པ་ཡིན་ནས་ཡོད་པ་ཅིག་ནི་ངོས་འཛིན་ཞུ་ཡག་མ་གཏོགས་ལྷག་ཡོད་མ་རེད་དེ་འདྲ་གསུངས་ཙང་ངས་རྣམ་པ་ཚོ་ལ་ལག་གཉིས་ཐལ་མོ་སྦྱར་ནས་ཞུ་ཡག་འདི་གནད་དོན་འདི་འདྲའི་རིགས་མ་འོངས་པ་ལ་མ་ཡོང་ཡག་ཅིག་འབད་བརྩོན་གནང་རོགས་གནང་ངས་འདི་ཞུ་ཡག་ཡིན་འོང་ཁྱེད་རང་ཚོ་ཆབ་སྲིད་ཀྱི་སྐོར་གྱི་རྣམ་པ་ཚོ་སུ་གི་ཐོག་ལ་ཁྱེད་རང་ཚོ་ག་རེ་གསུངས་ཡོད་ནི་ཁྱེད་རང་ཚོ་ཐུགས་འདོད་རེད་ར་འཕྲོད་བསྟེན་དང་འབྲེལ་བའི་ཐོག་ནས་དེ་འདྲའི་རང་ཉིད་འཕྲོད་བསྟེན་གྱི་འགན་བཞེས་ཡོད་པའི་ཆ་ནས་དུས་དང་རྣམ་པ་ཀུན་ཏུ་སྤྱི་ཚོགས་ནང་ལ་ལ་འཕྲོད་བསྟེན་གྱི་ཐོག་ནས་སློབ་གསོ་སྤེལ་བསྡད་ཀྱི་ཡོད། ཡིན་ནའང་རྣམ་པ་ཚོ་སློབ་གསོ་སྤེལ་མ་ཤེས་པ་ཡིན་ན་དེ་ལ་ཆག་མ་ཆག་ན་དྲན་གྱི་རེད། འོ་དེ་གཅིག་ཞུ་ཡག་ཡིན། རེད་བ། ད་གཉིས་པ་དེ་ད་ལྟ་མང་པོ་ཅིག་གིས་འབོད་སྐུལ་དང་རེ་བ་ཞུས་པ་ནང་བཞིན་ཨ་ནི་ད་ལྟ Omicron འདིའི་སྐོར་ལ། སྐད་ཅིག་ཤེས་རོགས་ཞེས་གསུངས་བསྡད་ཀྱི་འདུག་ད་ལྟ་ཨོ་མིར་ཁོང་འདི་སྤྱིའི་ཆ་ནས་ད་ལྟ་ཅིག་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ལ་ཐོག་མར་ཧ་གོ་ཡ་དེ། ལྷོ་ཨ་ཕི་རི་ཀ་ནས་བྱུང་བ་རེད། ཡིན་ནས་ལྷོ་ཨ་ཕི་རི་ཀ་གི་ད་གཞུང་གི་ཡ། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ལ་ཡ་ཞུས་ནས་གཞི་ནས་གཏན་འབེབས་བྱས་པ་ཞིག་རེད་མ་གཏོགས། རྩ་བའི། ལྷོ་ཨ་ཕི་རི་ཀའི་གོང་ལ། ཨེ་ནི། ཡོ་རོབ་ཀྱི་རྒྱལ་ཁབ་མང་པོ་ཞིག་ལ་དོན་ཚང་ཤག་ད་ཡོ་རོབ་ཀྱི་རྒྱལ་ཁབ་ཚོ་གི་འདི་སྔན་མ། རྒྱ་ནག་ན་ཝུ་ཧན་ལ་ན་ཚ་དང་པོ་སླེབས་པ་ནང་བཞིན་ཁོང་ཚོས་སྦས་བཞག་རོགས། དེ་ནི་ཁོ་རང་ཚོ་གི་རྒྱལ་ཁབ་ཀྱི་ཧ་གོ་ཡི་བའི་ནི་ནས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ལ་ཡང་དེ་འདྲའི་གི་དེ་བྱས་མི་འདུག་སྙན་སེང་ཞུས་མི་འདུག་འོ་དེ་ཚོ་ཧང་སང་གི་ནོར་འཁྲུལ་ཆེན་པོ་ཞིག་རེད་དེ་གཅིག་རེད། ད་དེ་ཙོང་ཙང་ད་ད Omicron ཟེར་ཡ་དེ།

ཨེ་ནི་མིའི་ནང་ལོགས་ཀྱི། ཨེ་ནི། ནུས་པ་མང་པོ་གཅིག་ང་ཚོ་ཟོག་པོའི་ནང་ལོགས་ཀྱི་ནུས་པ་མང་པོ་གཅིག་ཁོག་གི་ངོ་བོ་ལ་ཕར་ཤོར་ནས། རྒྱུ་བོར་འགྲོ་ནས། ཨེ་ནི། ཕྱིན་བཞག་པ་ཅིག་རེད་མ་གཏོགས་གཞན་དག་གང་དགོས་མ་རེད། དེ་ནས་བཟུང་ཙང། དཔེར་ན་ང་རང་ཚོ་མི་སྨྱོ་རྫས་བཏུང་བསྡད་མཁན་དེ་འདྲས་ཡིན་པ་ཡིན་ན། ནམ་རྒྱུན་དུ་སྨྱོ་རྫས་མི་བཏུང་བ་ཅིག་ཨེ་ནི། རྗེས་སུ་སྨྱོ་རྫས་བཏུང་ནས་སྨྱོ་རྫས་ཀྱི་གོམས་འདྲིས་ནང་ཕྱིན་པ་ཡིན་ན་ཨེ་ནི། མི་དེ་གི་ཟོག་པོའི་དབྱིབས་ལས་ངོ་བོ་ཁྱད་པར་འགྲོ་གི་རེད་མི་དེ་གི་མིག་དང་དང་ལས་ཁྱད་པར་འགྲོ་གི་རེད་གདོང་གི་རྣམ་འགྱུར་དོན་དང་ལས་ཁྱད་པར་འགྲོ་གི་རེད་སྐད་ཆ་བཤད་སྟངས་ལས་ཁྱད་པར་འགྲོ་གི་འོ་འདི་ནང་བཞིན་གྱི་གོ། ཟོག་པོའི་ནང་ལོགས་ཀྱི་རྫས་དེ་གི། ཟོག་པོའི་ནང་ལོགས་ཀྱི་ནུས་པ་དེ་ཚོའི་ནད་དེ་གི་ངོ་བོ་དེ་དང་དེ་གཉིས་གཉིས་འཐབ་པ་དང་ཨེ་ནི་གྲོགས་སྒྲིག་པ་དང་ལ་སོགས་པ་དེ་འདྲིའི་དབང་གིས་ཨེ་ནི་ཁོ་ངོ་བོ་འགྱུར་བ་ཅིག་རེད། དེ་སོང་ཙང་ཞེའུ་གཅིག་བཞེས་དགོས་ཡ་དང་ནི་གཅིག་དངངས་འཚབ་སྐྱེས་དགོས་ཡ་དང་དེ་འདྲའི་གང་དགོས་ཡོད་མ་རེད། གལ་ཆེ་ཤོས་དེ་ནི་སོ་སོ་སོ་གི་རྒྱུན་དུ་གསུང་དགོས་ཡ་དེ་ཡག་པོ་ཞིག་གསུང་དགོས་རེད་ང་རང་ཚོ་བོད་པའི་གཏམ་དཔེ་ལ་རང་ཉིད་རང་གིས་གོན་ཡ་ཡིན་རང་ཉིད་རང་གིས་འདྲ་ཡ་ཡིན་གསུང་དགོས་ཡ་དེ་ཚོ་ད་ད་འདའི་དུས་དེ་ཚོ་ལ་དཔེ་དེ་ཚོ་འཇོག་དགོས་རེད་དཔེ་ན་རང་ཉིད་རང་གིས་གོན་ཡ་ཡིན་ཟེར་ཡ་འདི་ག་རེད་ཟེར་ན། ང་ཚོས་ན་ཚ་དེ་ཡོད་ས་ལ་ང་ཚོས་འབྲུག་གུ་བར་པ། ཨ་མ་རེ་དགོངས་དང་རང་ཉིད་རང་གི་གོན་ཡང་ཡིན་གསལ་ཏེ། ན་ཚ་དེ་ཡོད་པ་ཡིན་པའི་ཉེ་འཁོར་ལ་ཡོད་པ་ཡིན་ན་རང་ཉིད་ཁ་རས་དེ་ཚོ་གོན་ཨེ་ནུས་ཅིག་ཁྲ་ཁྲ་ཟིང་ཟིང་དང་ཅིག་ཚོགས་མགོ་ལ་མ་མགོ་ཡོད་ས་དེ་ཚོ་ལ་དོན་དག་མེད་པ་དེ་ཚོ་ལ་མ་ཕྱི་ང་ཆེ་ནང་ལ་བསྡད་པ་ཡིན་ན་རང་ཉིད་རང་གི་གོན་ཆགས་རེད། རང་ཉིད་རང་གི་དགྲ་ཡིན་གསལ་ཏེ། དགྲ་གསལ་ཏེ་ག་དུས་ནས་རང་གི་དགྲ་དེ་གིས་རང་ཉིད་ལ་ཕམ་པར་བྱས་ཡག་གི། འཆར་གཞི་གཏིང་གུ་བར་པ་དེའི་སོང་ཙང

ན་ཚ་འདི་དགོས་དང་མ་དགོས་དེ་ཁྱེད་རང་ལ་བབ་ཡོད་རེད་གསུང་བར་ལྟ་རྟོག་རྟོག་ཅིག། འོ་དེ་འདྲ་རེད་དེ་འདྲ་སོང་དང། ཨ་ནི་ང་ཚོ་རྒན་པ་ཚོ་ཡིན་ནས་རེད་གཞོན་པ་ཚོ་ཡིན་ནས་རེད་ལྷག་པར་དུ་གཞོན་སྐྱེས་ཚོ་གི་ཡིན་གཅིག་མིན་གཅིག་ཐུ་ཤུར་ཤུགས་ཆེན་པོ་ཞིག་འགྲོ་བསྡད་ཀྱི་འདུག་གཞོན་སྐྱེས་ཚོའི་ནང་ལོགས་ལ། ཨ་ནི་ན་ཚ་འདི་ད་ལྟ་སྤྱི་ཡོངས་རྒྱ་གར་རྒན་ཡོལ་ནང་ལ་བརྟག་དཔྱད་བྱས་ནས་གཉིད་ཟེར་མ་གཏོགས་དོན་ཡོད་མ་རེད་དེ། ཨ་ནི་དེ་འདྲའི་ཁྱམས་ནི་ཧ་མ་གོ་ནི་ཁྱམས་འདེད་མཁན་དེ་འདྲ་ཡོང་སྲིད་ཀྱི་རེད། འདི་འདྲ་སོང་ཙང་དེ་འདྲའི་གི་རིགས་ལ་ང་ཚོ་ག་བར་འགྲོ་ཡིན་ནས་ཨེ་ནི་ཁ་རས་ཡག་པོ་ཆོད་དགོ་ཡག་དང་མི་ཚོགས་ཀྱི་ལ་མང་པོ་འགྲོ་མོ་གོ་ཡག་གཙོ་དོན་ལྷག་པར་དུ་ཨེ་ནི་ཅིག་ཉི་ཧོང་ཁྲོམ་གཞུང་འདི་འདྲ་འགྲོ་དུས་གང་ཐུབ་ཐུབ་ཅིག་རྒྱང་ཐག་རིང་པོ་བྱེད་དགོ་ཡག་དེའི་ནང་ནས་ཅིག་ཆམ་པ་ཐེབས་པའི་མི་དེ་འདྲའི་ཅིག་ཡོད་པ་སོ་སོ་ཧ་གོ་སོང་ན་དེའི་དང་ལྷག་གཡུལ་ཐབས་བྱེད་དགོ་ཡག་འདི་གལ་ཆེན་པོ་ཤོས་ཅིག་རེད། འོ་དེ་ཅིག་རྣམ་པ་དུ་ཐུགས་ལ་བཞག་དགོས་ཀྱི་ཡོད་རེད། དེ་ནས་གཉིས་པ་དེ་ད་གལ་ཆེ་ཤོས་ཅིག་ག་རེ་འཁྱམས་པ་ཐེབས་པ་ཡིན་ནའི་རེད། ཚ་བ་འཕར་བ་ཡིན་ནའི་རེད། ད་ག་རེ་བྱུང་བ་ཡིན་ནའི་རྒྱ་ནད་ཀོ་བིར་བཅུ་དགུ་ཡིན་དང་མིན་བརྟག་དཔྱད་མ་བྱས་པ་དུ་ངོས་འཛིན་ཐུབ་ཀྱི་མ་རེད། དེ་སོང་ཙང་རྣམ་པ་ཚོ་གི་ཐུགས་ཤོར་མ་ཤོར་ཅིག་ཟོག་པོ་ལ་འདི་མ་འདི་དེ་འདྲའི་ཕྲན་ཙམ་བྱུང་སོང་ན་ལམ་སང། ད་ཅིག་སོ་སོའི་ཉེ་འཁོར་ལ་རྒྱ་སྨན་གྱི་སྡེ་ཚན་ཡོད་པ་ནི་རྒྱ་སྨན་སྟོན། རྒྱ་སྨན་སྡེ་ཚན་མེད་པར་སོ་སོ་བོད་སྨན་ལ་ཡིད་ཆེས་ཡོད་པས་ན་བོད་སྨན་མཆོད། ལམ་སང་སྨན་ཁང་ལ་ཕེབས། སྨན་ཁང་ལ་ཕེབས་དུས་ད་ནས་ཁ་རས་བསྐྱོན། ཨེ་ནི་ང་ལ་སོག་པོ་ལ་ཚ་བ་དེ་འདྲས་བྱོན་གྱི་འདུག་ག་རེ་བྱེད་འོ་རེད་སྨན་སྤྲད་ད། ཨེ་ནི་སྨན་པ་དང་ཡིན་ནས་ཁྱད་པར་འགྲོ་གི་རེད་དེ་འདྲས་སོང་ཙང་སྨན་པ་གིས་སྨན་གནང་གི་རེད་དེ་མཆོད། ད་སྨན་པ་མེད་ས་དེ་འདྲས་ཡིན་པ་ད་མང་པོ་གཅིག་ལ་ད་ལྟའི་དུས་ཚོད་འདི་ལ

ཨེ་ཅིབ། བོད་སྨན་ཁོ་ནར་བཏོན་ལྡན་མཁན་གྱི་ནད་པ་མི་ཉུང་བ་སྤྱི་ལ་སྨན་བཅོས་བྱས་པ་ཡིན། བོད་སྨན་དང་རྒྱ་སྨན་ཟུང་དུ་སྦྲེལ་ནས། ནད་པ་མང་པོ་སྤྱི་ལ་སྨན་བཅོས་བྱས་པ་ཡིན། ད་ག་ལ་བཞིན། རེ་ཟུང། རྒྱ་སྨན་གྱི་ལྷག་ཁ་ལ་མ་ཁ་དེ་འདྲས་ལས་ཡང་སྨན་བོད་སྨན་སྤྲད་ནས། ད་དེ་འདྲས་བྱེད་ཀྱི་འདུག་ཁོང་ཚོས་ཕལ་ཆེར་རེ་བ་བྱེད་ཀྱི་མི་འདུག་ད་ག་རེ་ཟ་གོ་རེད། བོད་སྨན་ཕུད་ཡིན། ད་ལྟ་བར་དུ་དངོས་གནས་ཀྱི། ཐོག་མ་ཉིད་ནས་སྨན་བཅོས་བྱས་པའི་བརྒྱུད་རིམ་ནང་ལོགས་ལ། ནད་པ། གཅིག་ཀྱང། སོགས་ཤོར་མ་སོང་ད་འདི། ནད་བག་གི་དམ་ཚིག་སྨན་པའི་དམ་ཚིག་ལྷག་པར་དུ་བོད་ཀྱི་གསོ་བ་རིག་པ་རང་གི་ནུས་སྟོབས་ལ་བརྟེན་ནས་བྱུང་བ་ཅིག་ལ་ངོས་འཛིན་ཞུས་ཡིན་འདི་སོང་ཙང་ངས་སྤོབས་པ་མཐོ་པོའི་སྒང་ནས་བོད་སྨན་གྱི་ན་ཚ་འདི་ལ་སྨན་བཅོས་ཡོད་རེད་ཟེར་བའི་རྒྱུ་མཚན་ཅིག་དེ་ཐོག་མ་ཉིད་ནས་ངས་ཐད་གཏོང་གི་ནང་ལ་ཐེངས་མང་པོ་ཞོའི་ཡུལ་ཝུ་ཧན་གྱི་ན་ཚ་དེ་སླེབས་པའི་སྐབས་དེ་ལ་དེ་ཆམ་རིམས་གཅིག་དང་གཅིག་མཚུངས་རེད། མང་པོ་གཅིག་གིས་ཞོ་གཅིག་མཆན་དེ་འདྲ་བྲིས་གནང་གི་འདུག་ད་དེ་ཁག་ཡོད་མ་རེད། གང་ལྟར་ཡང་ང་ནང་དུ་ན་ཚ་དེ་ཁྱབ་མྱུར་པོ་འདུག་ཁྱབ་མྱུར་པོ་ཞོ་གཅིག་འདུག་ཁྱབ་མྱུར་པོ་ཞོ་གཅིག་འདུག། གཅིག་ནས་ད་ལྟ་དགུན་ཁ་སོང་དང་དགུན་ཁའི་དུས་ཚོད་འདི་ལ་ཨེ་ནི་གནམ་གཤིས་ཀྱི་འགྱུར་ལྡོག་དང་ཟོག་པོའི་འགྱུར་ལྡོག་གི་དབང་གིས་ཆམ་པ་ཐེབས་ཡག་ཅིག་མང་ང་ཡོད་རེད་དགུན་ཁའི་དུས་ཚོད་འདི་ལ་ཡ་ཆམ་ཕོག་ཡག་ཅིག་མང་ང་ཡོད་རེད་ཡ་ཆམ་ཐེབས་པ་དང་ལྷན་དུ་ཡོང་གི་ཡོད་རེད་འདི་འདྲ་སོང་དང་ཨེ་ནི་དགུན་ཁ་གནམ་གཤིས་གྲང་མོ་ཞོ་ཡོད་དུས་ད་ནི་ང་ཚོ་གིས་ཞོ་ཁའི་རྔ་བོ་ཀོ་རེག་བྲོ་ཡག་དང་ཅིག་སྦག་སྦག་ཞོན་བྲོ་ཡག་དེ་འདྲའི་བྱེད་དུས་ནི་ནི་ནག་གི་དཀྱིལ་འཁོར་གྱི་དྲོད་ཀྱི་ནུས་པ་དེ་ཉམས་འགྲོ་གི་ཡོད་རེད་རླུང་ངར་པོ་ཞུ་ཞུ་དོ་ཞོ་ཁའི་འོ་དེ་འདྲའི་འདི་འབངས་ལ་སྐྱོ་པོ་ཆགས་ཨེ་ནི།

དེ་འདྲའི་དཀའ་ངལ་ཡོད་པ་ཡིན་ན་དེ་ནི་ཨ་གར་བཅོ་ལྔ་དང། ཁྲུ་གུན་ཟེར་ཡག་གི་སྨན་དེ་རིལ་བུ་གསུམ་གསུམ་མི་རྒན་པ་ཡིན་ན་གསུམ་གསུམ་མཉམ་དུ་དེ་ནི་འོ་མའམ་རུས་ཐང་མཉམ་དུ་བཏུང་བཞག་ན་འགྲིག་གི་རེད་སྤུ་གུ་ཆུང་བ་དང་འདྲ་ཡིན་པ་ཡིན་ན་རིལ་བུ་གཉིས་གཉིས་བཞི་བཏང་ན་འགྲིག་གི་རེད་རེད་བ། ཨ་ནི་ད་སྣོད་བཅུད་ཐོན་གཅིག་ཞོ་བྱེད་ཀྱི་འདུག་ཟེར་ལབ་ཀྱི་ཡོད་པ་ཡིན་ན་སྣོད་བཅུད་ཐོན་གི་འདོད་ན་ཨ་ནི་གོར་རྡོ་གོར་རྒྱུན་སྒང་ལ་བསྡུ་རབས་མི་རྒན་པ་ཡིན་ན་གོར་རྒྱུན་རིལ་བུ་གསུམ་བསྡུ་རབས་རིལ་བུ་གསུམ། མཉམ་དུ་བཏང་ཞིང་ཡང་མིན་ན་རིལ་བུ་བསྡུ་རབས་རིལ་བུ་གཉིས་དང་གུར་རྒྱུན་རིལ་བུ་གཉིས་མུར་བཞག་ཞུ། རུ་བ། གསོ་བ་རིག་པའི་རྒྱུད་ཀྱི་གཞུང་ལུགས་ནང་ལ་ནང་རྫོང་ཡན་གྱི་ནད་ལ་མུར་གསུངས་ཡོད་རེད། འོ་འདིའི་རིག་པ་དེ་ང་ཚོ་བེད་སྤྱོད་བྱས་ན་ཞེ་བ་ཞིག་ཕན་ཐོག་ཆེན་པོ་འདུག་རུ་བ། ད་གོ་བོ་ན་གི་རེད་ཆམ་པ་ཐེབས་པའི་སྐབས་ལ་གོ་བོ་འདི། འདི་གཉིས་ན་གི་རེད། ལྟ་སྒོང་པད་གོག་ན་གི་རེད་མིག་རིལ་ན་གི་རེད་དེ་ནི་ཅིག་ཁ་རླངས་ཐང་ཀ་འགག་ཞེ་མེད་ཡོད་པའི་རྣམ་པ། སེམས་དེ་ཅིག། ཁོང་ཁྲོ་སོས་སོས་ཤུགས་ཆེན་པོ་ཞིག་སླེབས་ཀྱི་རེད། དེའི་སྐབས་འདི་ལ་སྨན་དེ་ག་རེ་ཟ་བ་རེད།

ནང་མི་བུ་ཕྲུག་དང་བཅས་པས་ངེས་པར་དུ་གཟབ་གཟབ་གནང་དགོས་ཡ་གཅིག་ད་རེས་ཀྱི་དུས་འདི་ལ་རེ་བཞག་འདི་འདྲ་སོང་ཙང་ང་ཚོ་ཕོ་སང་མོ་སང་ཚོ་གི་ཡང་མ་འགྲོ་ཡག་གི་སྣང་བ་སྐྱིད་སྐྱིད་ཀྱི་སྐར་མ་གཅིག་གཉིས་གཅིག་གི་ཁྱེད་རྣམ་པས་པ་ལགས་ཨ་མ་ལགས་སྤོ་བོ་ལགས་རྨོ་མོ་ལགས་ཨ་ཁུ་ལགས་ཨ་ཞང་ལགས་རྒན་ལགས་ཁྱེད་རང་གི་ཚེ་ཚད་ཀྱི་ཚེ་རོགས་བཟའ་ཟླ། ཁྱེད་རང་གི་བུ་ཕྲུག་ལ་སྤྱད་པའི་ཚེ་སྲོག། ཁྱེད་རང་གི་ཡར་མར་འགྲོ་ཡག་གི་འཁྱམ་ཡག་འཐུས་ཤོར་སྣང་ཆུང་དེ་འདྲའི་གཅིག་གི་ཚེ་སྲོག་འཕྲོག་སྲིད་པ་རེད་དེ་ཚོ་ཉེས་པ་ཆེན་པོར་ལྟ་ཀུན་སློང་ལ་མི་གསལ་ཡག་གི་ཀུན་སློང་མེད་པ་ཡིན་ནས་ཁྱེད་རང་གི་འཁྱམ་ཡག་དང་སྣང་ཆུང་གི་དབང་གིས་ཨེ་ནས་མི་བདེན་རྒྱལ་གྱི་ཚེ་སྲོག་ཤོར་ཡིན་ན་དེ་ཡང་ཉེན་ཁ་ཆེན་པོ་ཅིག་རེད་དེ་འདྲ་སོང་ཙང་དེ་ཚོ་ཡིན་གཅིག་མིན་གཅིག་རྣམ་པ་ཚོས་ཐུགས་སྣང་ན་ཨེ་ནས་ཅིག་ཆམ་པ་སྟེ་སྲིན་དེ་འདུག་ཟེར་ན་ཉི་མ་ཁ་ཤས་ཀྱི་ནང་སོ་སོའི་ནང་ལ་ཟུར་དུ་བསྡད་སྨན་བཅོས་བྱེད་ཡིན་གཅིག་མིན་གཅིག་གལ་ཆེ་ཤོས་དེ་ལ། གལ་ཆེ་ཤོས་ད་ལྟ་བར་དུ་བརྒྱུད་རིམ་ནང་ལོགས་ལ་ཉམས་མྱོང་གི་ནང་ལོགས་ལ་མང་པོ་ཞོ་གཅིག་ཐོས་ཤོར་འགྲོ་གི་འདུག་ཐོས་ཤོར། བོད་མའི་སྟོན་གི་མི་འདུག་རྒྱ་མའི་སྟོན་གི་མི་འདུག་ཨའུ་ཙི་ཨའུ་ཙི་ཡོང་བ་ཟེར་ཡག་གི་བསམ་བློ་འདི་བཏང་ནས། རྩ་བ་རང་ནས་མར་ན་རོགས་ན། དགོན་སྡེ་ཁག་ཡིན་ནས་རེད། གཞིས་ཆགས་ཁག་ཡིན་ནས་རེད་ག་བ་ཡིན་པ་ཡིན་ནས་མི་སུ་འདྲ་བྱེད་ན་གི་ཡོད་མེད་ནས་ངེས་པར་དུ་དེ་རིང་མན་སྟོན་མ་ཐུབ་ནས་སང་ཉིན་ཡིན་གཅིག་མིན་གཅིག་བོད་སྨན་སྟོན་རོགས་གནང། རེད་པ། འོ་དེ་ཅིག་དགོས་ཞུ་འདོད་བྱུང་སོང་དེ་འདྲ་སོང་ཙང་རྣམ་པ་ཚང་མས། ད་ལྟའི་དུས་ཚོད་འདི་ལ་ང་ཚོ་མཉམ་རུབ་ཀྱི་ནུས་པ་ཞིག་སྟོན་དགོས་ཡག་གི་དུས་ཚོད་རེད་མ་གཏོགས་ཁྱེད་དང་ང་བསྡད་ཡག་དེ་འདྲས་མ་རེད་ཨ་ང་བདེ་པོ་ཡིན་ང་ཐང་པོ་ཡིན་ཟེར་ཡག་དུས་ཚོད་རྩ་བ་མ་རེད་ཁྱེད་རང་བདེ་པོ་ཡིན་པས་ཁྱེད་རང་གི་ནང་མི་ནང་ལོག་ལ་དཀའ་ངལ་ཡོད་མཁན་མང་པོ་ཡོད་རེད་འོ་དེ་འདྲ་སོང་ཙང་ཨ་ནི་འདི་ཞུ་འདོད་བྱུང་སོང་ཨ་ནི་རྣམ་པ་ཚང་མས་རྒྱབ་སྐྱོར་དང་ཐུགས་སྣང་ཨ་ནི།